ལོ་རྒྱུས་བཅུ་གསུམ་པ་ཡི་ལེའུ་དྲུག་པ། མི་བདེན་ཡ་པ་མི་ཞིག་གིས་རྨི་ལམ་སྟོང་བའི་སྐོར་ལྟ་གི་ཡིན། མཚན་མོ་དེ་ལ་ཡ་ཧོ་ཝཱ་དཀོན་མཆོག་གིས་གི་དེ་ངན་ལ་སོང་པ་ཡ་ལངས་ཤིང། མ་མི་བདེན་ཡ་པ་ཡི་ག་ལ་སོང་ནས་མ་ཐོས་ཆེད་ངས་ཁོ་ཚོ་ཁྱེད་ཀྱི་ལག་ཏུ་རྩིས་སྤྲད་གི་ཡིན། ཡིན་ན་ཡང་ཕྱེ་མ་ཁྱོད་བྱས་ལ་ཞེད་སྣང་ཡོད་ན་སུ་སུ་ཡིས་གཡོག་པོ་སྤོ་ར་དེ་རང་གི་གནམ་དུ་ཁྲིད་ནས་ག་ལ་སོང། ཁོ་ཚོ་ཡིས་ག་རེ་བརྗོད་པ་དེ་ནི་དེ་ཡི་རྗེས་སུ་ཁྱེད་ཀྱིས་ཁོ་ཚོ་ལ་དམའ་འཐུག་བྱེད་པའི་ཆེད་དུ་ཞེད་སྣང་བྱེད་ཀྱི་མ་རེད། དེ་ནས་དགེ་ལྡན་ཡེམ་དང་སྤོ་ར་གཉིས་མར་སྒར་ལ་ཕྱིན་པ་རེད། མི་སྡེ་གཡས་པ་དང་ཨ་མི་ལེ་པ་རྣམས་ཀྱི་དགའ་ནི་ཧ་ཅང་ཆེན་པོ་ཡོད་པ་དང་དམག་མི་རྣམས་བུ་ཆ་ག་ནང་བཞིན་དཔུང་ཚོགས་ཆེན་པོ་ཡོད་པ་མ་ཟད་རྔ་མོང་རྣམས་རྒྱ་མཚོ་ཡི་འཁྲིས་སུ་བྱེ་མ་ནང་བཞིན་གྲངས་ཀ་བརྩི་མ་ཐུབ་པ་ཞིག་ཡོད་པ་རེད། དགེ་སྡེ་གཡས་མིས་དགའ་ལ་ལྷས་པ་དང་མི་སྡེ་གཡས་པ་མི་ཞིག་གིས་རང་གི་གྲོགས་པོ་ལ་སོ་སོ་ཡི་རྨི་ལམ་གང་བྱུང་བ་དེ་བཤད་བཞིན་ཡོད་པ་དེ་ཁོང་གིས་ཐེག་པ་རེད། ངའི་སྨོན་ལམ་ནང་དུ་བྲོ་ཡི་བག་ལེབ་ཞེས་རིགས་ཡོངས་ནས་ག་ལ་སླེབས་པ་དང་ག་ཡི་གོས་རི་ལ་ཕོག་པ་དང་གོས་རི་ས་ལ་རེག་པ་ངས་མཐོང་བྱུང། ཁོང་གིས་བྲོ་བུ་ཡི་ལན་དུ་བག་ལེབ་དེ་ནི་ཨིས་ར་ལི་པ་དགེ་ལྡན་ཡེམ་གྱི་རལ་གྲི་ཡིན་ཟེར་གྱི་རེད། དཀོན་མཆོག་གིས་མི་བདེན་གཡར་པ་རྣམས་ཁོང་གི་ལག་ཏུ་རྩིས་སྤྲད་ཀྱི་ཡིན་པ་དང་ཁོང་གིས་དགའ་ན་དབང་འབྱོར་བྱེད་ཀྱི་རེད། མི་དེས་སྨོན་ལམ་དེའི་འགྲེལ་བཤད་བརྒྱབ་པ་དགེ་ལྡན་ཡན་གྱིས་ཐོས་པ་དང་ཁོ་དཔོན་མོ་ས་ལ་བཙུད་ནས་ཡ་ཧོ་ཝཱ་དཀོན་མཆོག་ལ་བལྟས་པ་ཕེབས་པ་རེད། ཁོང་ཨིས་ར་ཨེལ་སྒར་དུ་ཕར་ལོག་པ་དང་དམག་མི་རྣམས་ལ་ད་ཡར་ལངས་ཤོག། ཡ་ཧོ་ཝཱ་དཀོན་མཆོག་གིས་མི་དན་ཡཱ་པཱ་ཡི་དམག་མི་རྣམས་ཁྱེད་ཚོའི་ལག་ཏུ་རྩིས་སྤྲད་ཀྱི་འདུག་ཞེས་ཟེར་བ་རེད།